བལྟས་ཚེ་དྲང་པོ་དང། མཆན་དེ་ཚོ་བལྟས་ཚེ་རྒྱུ་མཚན་ཡོད་རྒྱུ་དང། མཆན་དེ་ཚོ་དངོས་གནས་གཅིག་གིས་བསམ་བློ་བཏང་ཡས་ཡོད་རྒྱུ་དང། དེ་འདྲའི་རྐྱང་རྐྱང་བཀོད་ཤག་ཡིན་ནས་ད་མཆན་བརྒྱ་ཆ་བཞི་ལྔ་དེ་འདྲ་ཁ་ཤས་ཤིག་འདུག་དེ་ཚོ་གི་ཡང་བལྟས་ཚེ་ཁོ་རང་ཚོ་གནས་ཚུལ་དང་མགོ་དམར་འཚོལ་བྱས་ནས་ཡང་དེ་འདྲའི་ཟར་ཟོར་དེ་འདྲ་བཤད་མཁན་མང་པོ་འདུག། ང་རང་གིས་ད་ད་ལན། བརྙན་ཐུང་གཉིས་པ་འདི་བཟོ་དགོས་པའི་རྒྱུ་མཚན་དེ་ག་རེ་ཡིན་ལབ་པ་ཡིན་ན། ད། རྣམ་པ་ཚོ་མང་པོ་ཅིག་གིས་ད་ད་བེ་ཅན་ཉི་འབུམ་གྱིས་ད་ལྟ། སྐབས་བཅུ་དགུ་པའི་གི་ནིའུ་ཡོག་དང་ནིའུ་ཇར་སི། བོད་རིགས་སྤྱི་མཐུན། ཚོགས་པའི་གིས་ད་རྒྱུན་ལས་མཉམ་དུ་བཀའ་མོལ་གནང་ག་འགྲོ་རྒྱོ་ད་ཡིན་ཡང་ད་ལན་ཚར་གཉིས་པ་དེའི་ལམ་ལུགས་བྱུང་མེད་བ་ད་ཁོང་ཚོ་བཀའ་ལན། བཀའ་མོལ་མ་གསུང་རྒྱུ་འདི་ཚོ་ཆ་ཚང་རྣམ་པ་ཚོ་གཟིགས་ཚར་ཡོད་རྒྱུ་རེད། ད་འདི་ཚོ་ཆ་ཚང་བིད་འགྲོ་ནང་ནས་ང་རང་གིས་འདི་ཚོ་ལ་དཔྱད་པ་ག་རེ་བྱེད་ཡིན་ཟེར་ན་འོ་འདི་ཚོ་ངའི་རྣམ་པ་ཚོ་ལ་བིད་འགྲོ་དང་མཉམ་དོ་ལི་ཡ་ཨ་ནི་ཞོར་དང་རྣམ་པ་ཚོ་ལི་ཡ་ནི་ང་རང་གིས་སྒེར་གྱི་བསམ་ཚུལ་དེ་དེས་མ་ཞུས་བྱ་ན་བསམ་སོ། ད་ང་རང་གིས་དང་པོ་ག་རེ་དྲན་ཟེར་ལ་ན། ད་རྣམ་པ་ཚོ་ཚང་མ་ཧ་གོ་གི་རེད་ད་ད་ཁོ་རང་གི་ཐད་གཏོང་དང་པོ་འགྲོ་རྒྱུ་དེ་ནང་ལ། ད། སྐབས་བཅུ་དགུ་པའི་གི་རྒྱུན་ལས་ཀྱིས་གསལ་པོ་ཞུ་གསུངས་ཡོད་རེད་ང་རང་ཚོ་གཟའ་སྤེན་པ་ལ་ཡག་ནི་ང་ཚོ་སྐད་ཆ་བཤད་ཀྱི་ཡིན། དེ་མ་གཞི་ཚོགས་གཙོ་ལགས་ཀྱིས་ཁོ་རང་ཞེ་དྲོན་མོ་ངོ་ནས་གསུངས་ཡོད་རེད་འགྲིག་གི་རེད་ང་ཚོ་གཟའ་སྤེན་པ་ལ་ཡག་ནི་འདུག་སྐད་ཆ་བཤད་ཀྱི་ཡིན། ད་འདི་ལ་ཚ་དུ་བརྩམས་པ་ལ་ཡག་ནི་ཡང། ཁོ་རང་ཚོ་གི་ཐོབ་བརྒྱ་གོ་བརྒྱ་ཤི་དྲུལ་དེ་ལྗི་བོ་བརྒྱབ་ཚོད་ནི་གཟའ་སྤེན་པ་ཉི་མ་དེ་ཆུན་པོ་སྨོན་ལམ་བཟོས་བཞག་ཡོད་རེད། གང་ཡིན་ཟེར་ན་ད་བོད་ཡུལ་ལ་ཡང་ང་རང་ཚོ་ད་ལྟ་ཉེ་ཆར་དངོས་གནས་ཡིད་སྐྱོ་དགོས་བའི་གནས་ཚུལ་རྩ་དྲག་པོ་བཞི་བོ་བྱུང་ཡོད་རེད་ཨ་འདིའི་རྐྱེན་གྱིས་ས་བོན་པ་ལ་ཁོ་རང་རྫོགས་ཀྱི་འདུག། ནི། བཤད་སྒྲུལ་འདི་བཟོས་རེད། ད་ཡིན་ན་ག་ཡོད་མ་རེད་དངོས་གནས་བྱས་ན་འགྲོ་སྟངས་བྱས་པ་ཡིན་ན་ཁོ། ཉི་མ་ཉིན་གང་དགོས་རེས་གལ་ཡོད་མ་རེད་བ། དངོས་གནས་བྱས་ན་ཁོ་མཉམ་དུ་སྐད་ཆ་བཤད་མ་བཅུ་བཅོ་ལྔ་ཟིག་བཤད་ཡས་རེད་ཨ་ཁོ་ལྡི་ལི་ཡ་གཅིག་གི་ཞིའུ་གཞུང་ཉི་མ་གང་ཟག་གི་ཨ་ནི་གཅིག་གི appointment ལེན་བྱས་ནས་ཞིའུ་གཅིག་འདི་འདྲ་བྱེད་དགོས་ཨེ་མི་འདུག་བ། སྐར་མ་ལྔ་བཅུའི་རིང་ག་རེ་ཁོ་རང་ལ་ཡ་སྐྱེལ་བཏང། བེད་ཁོ་རང་ནང་འཚོ་བྱེད་བོད་མི་གཅིག་པ་རེད་སོ་སོ་ཡ་སྐྱེལ་བཏང་ཁོ་རང་མཉམ་དུ་མི་ག་ཚོད་ཡོད་པ་ཡིན་ཚང་མ་སྐྱེལ་བཏང་སྐད་ཆ་གཙང་མ་གཙང་རྒྱ་བཟོས། ཨ་ནེ་དེའི་པ་ར་ལ་ཁོ་རང་གིས་ཅིག་གིས་ང་རང་ཚོ་ཕན་ཚུན་གཉིས་ཀ་འཆམ་མཐུན་ངོས་ནས་ཡ་ཅིག་སྐད་ཆ་འཇམ་པོ་ཅིག་བཤད་བྱས་ནས་ཨ་ནེ་དེས་གནས་ཚུལ་དེ་སོལ་བྱེད་བྱས་ན་འགྲིག་འདུག་ཨ་ནེ་ད་ལན་ཉིན་འབུམ་གྱི་ཡང་ཚར་གཉིས་པ་གི་ནི་འདུག་སྟེ་ཐོང་འགྲོ་བྱས་ནས་ཨ་ནེ་གནས་ཚུལ་དེ་ཚོ་ཆ་ཚང་ཡོང་གི་མ་རོ་བ། ང་རང་གིས་ད་སྐྱོན་འདྲ་བོ་ཞིག་མཐོང་སོང་ཨེ་འདྲ་འདྲ་བོ་ཞིག་ཨ་འདི་མ་ཡིན་པ་ཉོན་སྤུན་ཁོ་རང་གིས་ད་ག་རང་གསུང་གི་འདུག་སྤྱི་བཏང་གཤེད་སྤྲུལ་འདི་ཆུ་ཚོད་ལྔ་བ་བར་དུ་རེད། ཡིན་ན་ཡང་ཕྱིས་སུ་ཡང་གཤེད་སྤྲུལ་དེ་མ་འགྱང་བྱས་ནས་ཨན་ཅིག་མི་མ་ལི་ཡ་ཞལ་ལག་དང། དེ་འདྲས་གི་བྱས་བྱས་ནས་ཡང་མ་ཅིག་ཡུན་རིང་པོ་འགྲོ་བྱས་འགྱང་བྱས་འདུག། ཨ་འདི་མ་ཡིན་པའི་རྣམ་པ་ཚོགས་གིས་ཁོ་རང་གི་ཐད་གཏོང་ནང་ལ་མཐོང་ཡོད་རེད་ཁོ་རང་འདུག་ནང་ལོག་ལ་ཕྱིན། ནང་ལོག་ལ་འགྲོ་བ་དང་ཨ་ནི་འདུག་སོང། ཕ་གའི་ལི་ཡ་ནི་འདུག་ཤི་ཆོས་འབུལ་སྨོན་ལམ་བྱེད་དུས་ཙམ་པ་ལི་ཡ་ཨན་ཁོ་རང་དེའུ་མེད་བྱས་ནས་ཁོ་རང་ཨནི་ད་འདུག་སི་ནང་ལ་འགྲོ་བྱས་ནས་འདི་བྱས་ནའནི་ཨན་ཕ་ཆོང་ངོ། ཞི་བདེ་ལྷིང་འཇགས་དེ་མེད་པ་ཆགས་ཀྱི་ཡོད་ཙང་ཁོ་རང་ཕྱི་ལོག་ལ་འགྲོ་དུས་ཙམ་པ་ལི་ཡ་ཨན་ཁོ་རང་གིས་ད་ལྟ་བོད་རིགས་སྤྱི་མཐུན་ཚོགས་པ་གིས་ད་ལྟ། རྒྱུན་ལས་གཅིག། སྙེ་མ་ཁོ་རང་གི་བརྙན་ཐུང་ནང་ལ། ཨན་ཁོ་རང་གི་ཡང་སྙེ་ཤུ་བཏང་བྱས་ནས་ཁོ་རང་གི་རྩ་ཁོང་ཞུས་ཚར་ཉེན་གྱི་གང་ཟག་ཅིག་གིས་ཡང་ཕྱི་ལོག་ལ་ཡ། འདི་ཕྱི་ལོག་ལ་སླེབས་བྱས་ནས་ཨན་ཁོ་རང་ལ་ཡ་ད་ལྟ། ཡང་ཕ་གའི་སི་སི་ཏེ་བྷི་གི་ཕུ་ཏྲེ་ཇ་གིས་ད་ལྟ་ཆུ་ཚོད་ཚང་མ་ཚང་གི་སྐོར་ལ་ཡ་ཤུ་གུ་ཅི་ཁེ་བྱས་ནས་ཡང་ཁོ་རང་ལ་ཡི་དེ། རྙོག་དྲ་དང་བསླེམ་དེ་འདྲ་ཇི་སྟེ་འདུག་ཨང། ཨ་རྣམ་པ་ཚོ་དག་འདིའི་བརྙན་ཐུང་ལ་བཟི་ཡོད་རུ་ཨ། ཁོ་རང་ཚོ་གི་ཕ་ཡིའི་བཀའ་མོལ་གནང་སྟངས་དེ་ཚོ་ལྟ་དུས་བསམ་པ་ལ། སྒེར་གྱི་གཅིག་དགའ་མ་དགའ་འདྲ་བོ་རྣམ་པ་འདྲ་བོ་ཞིག་མཐོང་ས་ང་རང་གི། དངོས་གནས་གཅིག་གི་སྤྱི་པ་ལ་ཡ་གཅིག་སྤྱི་པའི་གི་ཚོགས་ཁང་དོན་དག་ལ་ཡ་གཅིག་གི་དངོས་གནས། གཅིག་སེམས་ཤུགས་ཁས་བྱེད་ནས་གཅིག་གི། Problem འདི Solve བྱེད་ཀྱི། ཐབས་ཤེས་མེད་ངེས་འདྲ་བོ་ཅིག་བྱེད། གཅིག་གི་གཅིག་གི་གཅིག་གི་སྐྱོན་གཏོང་ངེས་འདྲ་བོ་ཞིག་མཐོང་ས་ང་རང་གི། ཁོ་རང་གིས་ག་རེ་ལ་འུད་ལ་ན་ཁོ་རང་གཉིས་པ་ར་ལ། ཁྱོས་ཁ་སིང་ང་ལ་སྐེམ་ར་ལ་འདི་འདྲ་རང་བྱེད་སོང་ཟེར། ཁྱོད་ཁ་ཟིང་ང་ལ་ཀེམ་ར་དེ་འདྲ་རང་རྒྱག་སོང། ད་ད་རིང་ང་ཡིས་རྒྱག་གིན་ད་ཁྱོད་རང་བཤད་ཤོད་ལ་ངས་འདྲ་བོ། ད་དེ། ཆོག་རྗེས་ནས་བསམ་བློ་བཏང་ན་དཔེ། ཁྱད་མཚར་ཞི་བོ Personal ཞི་བོ་ཅིག་ག་ལ་འགྲོ་བདེ་ཁྱོད་འགྲོ་མཐོང་སོང་ང་རང་གིས་དེ། Personally ཞི་བོ་ཅིག་འགྲོ་གི་འདུག་ཨ། ད་ད་ལྟ་ཨི་ཤུ་དེ་ང་རང་ཚོ་གཅིག་གང་གང་གི་ཨི་ཤུ་རེད། ཉིན་འབུམ་ཁོ་རང་གིས། ག་རེ་ལབ་གི་འདུག་སྤྱི་ཁང་དེ་ལ་འཐུས་ཤོར་འགྲོ་གི་འདུག་ཨ་ནི་སྤྱི་ཁང་དེ་ལ་ང་ཚོ་དཔེ Systematic ཡག་པོ་བཟོས་དགོས་འདུག Board Member དང་ཨ་ནི་དེ་ག་ས Management དེ་ཚོ་ཁ་ཁ་བཟོས་དགོས་འདུག་ལ་ནི་ཁོ་རང་གི་དོན་ཚན་ཁ་ཤས་བརྗོད་ར་འདི་ག་རང་ག་ལ་ཁོ་རང་གི་ཤུགས་རྐྱང་ནི་ག་དུས་ཡིན་ན་ཁོ་རང་བཤད་བསྡད་ཀྱི་འདུག་ཨ་ནི་ཕ་ཆོས་ངོ་རྒྱུན་ལས་དེ་གི་དེ་བྱེད་སྟངས་དེ་འདྲས་ཚོགས་འདུ་བརྩམས་པ་ལ་ཨ་ནི་ཏེས་ཐབས་སྐྱོ་བོ་འདྲ་བོ་ཞིག་མཐོང་སོང་ང་རང་ངོས་ནས་ད་ཡང

ཁོ་རང་དོན་ཚན་ཡིན་ན། ད་འོ་དེ་འདྲས་ཀྱི་ད་འདི་རང་བཞིན་གྱི་ཁོ་འདི་པ་ར་ལ་དྲང་པོ་མེད་པའི་གི་རྣམ་པ་ཅིག་རང་བཞིན་གྱི་ཐོས་ཡོང་གི་འདུག་ཨ་ད་འདི་ང་ཚོ་དམིགས་བསལ་གྱི་ལབ་དགོས་མ་རེད་ཁོ་ཕ་ནས Live གྲུ་བསྡུ་ཙམ་པ་ལ་ཁ་བཏུག་མཐོང་ཡོང་གི་འདུག་ཨ་དྲང་པོ་མེད་པའི་གི་རྣམ་པ་ཅིག་ད་གང་ལྟར་འདི་ཚོ Video དེ་ཚོ་ཐུན་དུ་ཐུན་དུ་ངའི་རྣམ་པ་ཚོ་གཤམ་ལ་བཞག་ཡོད་རེད་བ་ཨ་འདས་འཁྱུག་སྲིད་ད་རེད་བ།

ད་ཡིན་ནས་ངེད་ཀྱིས་གར་བསམ་སོ་དེ་ལ་ཅིག་འགྲོ། ཅེས་ཁོ་ཚོར་སྐད་ཆ་བཤད་ཐུབ་འདོད་ཅིག་ལྟ་ཐུབ་ན་བསམ་སོ། དེའི་སླད་ཡིན་ང་རྒྱུན་ལས་ཅིག་ངེད་གཅིག་ལ་སྐད་ཆ་བཤད་ཡིན་འདི་ལ་དུ། ཁོ་ཚོ་གི་ཞབས་བརྟན་འདི་ཡང Exchange ཅིག་བྱ་ཆུ་ཚོད་ལྔ་བ་ནས་ཡང། དྲུག་པ་བར་དུ་སྨོན་ལམ་བྱས་འདི་རྗེས་ལ་ཞལ་ལག་མཇལ་ཡིན་འདྲའི་ཐོག་ནས་ཡང Exchange ཅིག་བྱ། དེ་ཡིན་དུ་ངས་གར་བསམ་ཁོ་ཚོ་ཡང་བོད་ནང་ད་ད་ད། ང་ཚོ་དཀའ་ངལ་དེ་འདྲའི་ཅིག་འཕྲད་འདོད་རེད། དེ་འདྲའི་སྐབས་སུ་ཡང།

ཁབ་ཏུ་ད་ལྟ་ཁོ་རང་མཉམ་དུ་ལ་དུས་རྒྱུན་དུ་ཕྱག་ལས་གནང་བདེ་ངན Security ད་ལྟ་ཁོ་རང་ཕོ་སར་གྱི་འདུག་བ་ཁོ་རང་ལ་བཀའ་མོལ་ཞུ་དུས་ཙམ་པ་ལ་དྲང་པོ་དྲང་བཞག་གསུངས་སོ་ཡིན་ན་ཁབ་ཏུ་སུ་ཡིན་ན་ལ་ཐུག་མ་རོ་བ་ག་ཅིག་ན Camera on བྱེད་ཤག་རེད་འདི་ག་ལ་ཁོ་ཅི་གང་ལ་དུས་རྒྱུན་དུ་ཁོ་རང Regular ཁོ་རང་གི་ཅིག་གི་བླ་ས་འདྲ་བོ་མི་ཅིག་ཆགས་བསྡད་བ་རེད་ཡིན་ན་ཡང་ཁོ་རང་གི་མཐའ་འདོམ་ལ་ཡ་ཁོ་རང་གསལ་བོ་གསུངས་སོ།

འདུག་ཨ་ཅག་སྐལ་བཟང་ལགས་ཀྱིས་དངོས་གནས་ད་ལྟ་སྐད་ཆ་ཡག་པོ་ཞུ་ཤེས་སོ་ར་འདི་ང་རང་དངོས་གནས་བློ་ལ་བོ་བོ་དཔེ་བྱུང་སོང་ཉི་འབུམ་ལགས་ལས་ཀ་ནི་པི་བ་ཡིན་ན་དངོས་གནས་གཅིག་པི་ཏང་ལ་ཅིག་ཡོར་བ་དྲང་པོ་བྱེད་ནས་པི་ད་ཅིག་རྒྱུ་མཚན་ཐོག་ནས་ངས་འདི་ངས་ལས་ཞུ་ཡིན་པ་བརྙན་ཐུང་དང་པོ་ནང་ལ་པི་ཏང་པི་ལུགས་འདི་ཅིག་ག་འདྲས་རེད་ཟེར་ནས་ཁོ་སྐད་ཆ་བཤད། རྐུབ་བཀྱག་ག་ལ་བདེ་བྱས་ནས་ཕ་ཆུང་ང་འདྲ་མ་རེད་བ་རྒྱ་མི་མ་རེད་བ་ང་རང་ཚོ་བོད་རིགས་བུད་མེད་གཅིག་པ་གཅིག་རེད་བ་ད་ལྟ་བར་དུ་ཁོ་རང་གི་དེ་ཚོགས་ཁང་ལ་ཡ་ཞབས་ཀྱི་ཞུས་ཡོད་རེད་ད་དེ་ལ་དེ་ཆེ་མཐོང་ཆེ་སྤྲད་འོར་བ་ཡ་དེ་འདྲ་མ་རེད་བ། ཨེ། གལ་སྲིད་ཁོ་རང་གི་ནག་ཉེས་ཆེན་པོ་ཞིའུ་དེ་འདྲ་བྱས་དངོས་གནས་ཚོགས་ཁང་ལ་འཐུས་ཤོར་ཞིའུ་དེ་འདྲ་བཏང་ཡོད་ན་ཁྱེད་རང་ཚོ་བོད་མི་པོ་དེ་ཚོ་ཁ་གྲགས་ཞོ་ད་ཁ་གྲགས་ངན་སུ་གཅིག་མི་འདུག་བ་གར་ཆེན་ཁ་གྲགས་དགོ་མ་རེད་ག་བ་ལ་དཀའ་ངལ་ཐུག་དགོ་རེད་གར་ཆེན་ཞེ་དགོ་རེད་རྒྱུ་མཚན་ག་བ་ལ་ཐུག་ཡོད་རེད། འོད་སྲུལ་གྱི་བཀའ་བསྒོར་བའི་སྨྲ་ཤེས་ལ་ནི། འདི་ཕྱི་སྲིད་ནང་སྲིད་ཀྱི་བཟོད་ཐུབ་པ་ཡིན་ན་རྣམ་པ་ཚོ་ཏན་ཏན་མི་མ་ཐུག་མཁན་གསོད་པ་ཡོང་གི་རེད་བསམ་གི་འདུར་བ། འོ་དེ་གཅིག་ཞུ་གོ་བསམ་སོང། ཨ་ནི། དེ་མ་ཡིན་པའི་ད་ལྟ་ཨ་ཙཱ་སྐལ་བཟང་ལགས་ཀྱིས་ད་ལྟ་གཅིག་གར་སོང་སླ་བ་ཡིན་ན་ང་རང་ཚོ་ལོ་འཁོར་ཚོགས་ཆེན་གྱི་འཚོ་ཡལ་དེ་གལ་ཆེན་པོ་རེད་ཤག་དེ་ང་རང་དཔེར་རྣ་བར་འགྲོ་སོང་ཏན་ཏན་རེད་བརྒྱ་ཆ་བརྒྱ་རེད། གར་བྱེད་ཚེ་ན་ལོ་འཁོར་ཚོགས་ཆེན་གྱི་འཚོགས་བ་ཡིན་ན་ཨ་ནི་དེ་ནང་རོ་ལ་མི་མང་ཚང་མ་མཉམ་ཞུགས་བྱེད་དགོས་དེ་གལ་ཆེན་པོ་རུ་བ། ང་རང་འདྲ་བོ་བྱས་ན་བསྟན་འཛིན་ཉི་འབུམ་ལ་དངོས་གནས་དེ་རྒྱབ་སྐྱོར་བྱེད་དགོས་ཡོད་ཀྱི་རྣམ་པ་དེ་ངས་དག་རང་ཞུས་ཡིན་རུ་བ། ཁོ་རང་འདྲ་བོ་ཡིན་ན་མི་སློབ་སྤྱོང་ཡོད་ངེས་རེད་དྲང་པོ་ལ་ཡིན། ཁོ་སྐད་ཆ་བཤད་སྟངས་ནས་ཧ་གོ་གི་འདུག་བ། མི་སློབ་སྤྱོང་ཡོད་ངེས་རེད། ཡིན་ན་ཡང་ཅག་ཅིག་གིས། སུ་ཡིན་ན་ཧར་ཆགས་ཀྱི་རུ་བ་མི་སློབ་སྤྱོང་ཡོད་ངེས་ཅིག་ལ་མི་ནམ་རྒྱུན་ནས་ཅིག་ཕྱག་ལས་སོ་སོ་དངོས་ནས་དངོས་གནས་ལྷ་ས་གནམ་ཐང་ནས་བྱི་དེ་ངན་ཅིག་ལ་གོ་རྒྱུ་མཚན་བཅས་མེད་པ་ཐོ་ནས་ཨན་ད་ག་ཟེ་པད་དེ་འདྲས་པིས་ཆོ་ཆོ་དེ་འདྲས་བྱིན་ན་སུ་ཡིན་ན་སྣང་བ་འགྲུག་མ་རོག་ང་ཚོ་ཡིན་ན་དེ་ཕྱི་གའི་ཁ་དེ་བ་ལ་སོ་སོ་ལས་ཀ་ནས་པིས་བ་ཡིན་ན་ཏན་ཏན་ང་ཚོ་གི་རྒྱུ་མཚན་ཁྲིག་གིར་བ་ཨ་ང་གར་བྱིན་ནས་པིས་རྒྱུ་མཚན་གར་བྱིན་པིས་དོན་མཚན་དོན་མཚན་ག་རེ་ཐོ་ནས་པིས་ཟེར་ནས་ང་ཚོ་ཡིན་ན་སྐད་ཆ་ཁྲིག་གིར་བ། འོང་འདི་ངེད་ཀྱི་ཡང་གནད་འགག་ཅིག་མཐོང་སོང་ཨ་ནི་མོ་རང་གིས་འདི་སྐད་ཆ་དེ་ཡག་པོ་ཞུ་བཤད་བཞག་འདི་ང་རང་དངོས་གནས་ཅིག་སྤྱི་པ་ལ་ཕན་ཡོན་གྱི་སྐད་ཆ་ཅིག་རེད་ཤག་བསམ་གི་འདུག་རྣམ་པ་ཚོ་ངེས་པར་དུ་འོང་འདི་ཐོག་ལ་ཡང་ང་རང་ཁྱེད་རང་ཚོ་ད་ནིའུ་ཡོག་དང་ནིའུ་ཇར་སི་མི་མང་ཚོ་ཡིན་ན་ལྟས་ཀྱི་དགོངས་པ་བཞེས་ཐུབ་ན་ཡག་པོ་འདུག་ཨ་ནི་ཚོགས་པ་ཁག་གི་སྐྱིད་སྡུག་ད་ག་ཚོད་ཡོད་པ་ཡིན་ན་ཆ་ཚང་འདྲ་བོ་འདི་ཐོག་ལ་སེམས་ཁུར་བླངས་བྱས་ནས་ཨ་ནི་བཅས་ཀྱི་སྤྱི་མཐུན་ཁག་གི་སྤྱི་མཐུན་ཚོགས་པ་དེ་གི་ད་སྤྱི་ཁང་དེ་གཅིག་གི་མ་ཉམས་རྒྱུན་འཛིན་དག་ནི་བྱེད་ཡ་ཡིན་ན་ཏན་ཏན་འདི་ཐོག་ལ་རྣམ་པ་ཚོ་ཡ་ནི་རྒན་གཅིག་ཁྱེད་ཚོ་ན་ཡག་པོ་ཡོད་རེད་བསམ་གི་འདུག་དེ་གཅིག་ཞུ་གོ་བསམ་སོང་ཨ་ནི་ད་ལྟ་ཉི་འབུམ་ལགས་ཀྱི་ཁ་སང་ཐད་ཐོང་དང་པོ་དེ་ན་ལ་ཡི་གསུང་སོང་ཨ་ནི་ད་ལན་ཐད་ཐོང་གཉིས་པ་ན་ལ་ད་ག་རང་གསུང་སོང་ཉིས་སྟོང་ཉི་ཤུ་རྩ་དྲུག་པ་དོ་ལ་མི་ལན་གཉིས་ལྷག་ཟ་མཐའ་སྤྲད་ཚར་བ་གོ་རེད་གསུང་སོང་ཨ་ནི་དེ་ཚོ་ཡི་རྣམ་པ་ཚོ་དཔེ་དགོངས་པ་བཤད་དགོས་ཡ་གལ་ཆེན་པོ་རེད་དངུལ་དེ་དུས་ཐོག་ལ་སྤྲད་མ་ཐུབ་པ་ཡིན་ན་ཨེ་ཚོགས་ཁང་འདི་ཡག་གཞུང་གི་ཡག་བསྡུས་འགྲོ་ཡས་ད་དེ་འདྲས་ཀྱི་གནས་སྟངས་ཆགས་མ་སྲིད་པ་མ་རེད་བ། སོང་ཙང་ཨེ་འདི་ཐོག་ལ་རྣམ་པ་ཚོ་བལྟས་འགན་འཁྱེར་ཐུབ་ན་དངོས་གནས་ཏན་ཏན་ཡག་པོ་ཡོད་རེད་བསམ་གི་འདུག་ང་རང་གིར་བ། གང་ཡིན་ཟེར་ན་སྤྱི་པའི་གི་བཅའ་ལག་འདི་ལ་ང་རང་ཚོ་སྤྱི་པའི་གི་མི་མང་རང་གི་བཅས་གི

ཚོགས་གཙོ། སྐབས་བཅུ་དགུ་པའི་གི་ཚོགས་གཙོ། ད་ལྟ་ཉི་འབུམ་ཁོ་རང་འདུག་ཁ་ཐུག་ཐད་ཀར་ནང་ལ་འགྲོ་བྱས་ནས་ནི་ཚོགས་གཙོ་ལགས་ལ་འདུག་བཀའ་མོལ་གནང་ནས་ཅིག་འབད་བརྩོན་བྱེད་ཀྱི་འདུག་སྐད་ཆ་བཤད་ཀྱི་ཡིན་ན་ཚོགས་གཙོ་གི། ཚིག་ཅིག་གསུང་གི་མི་འདུག་ཨ། ཨ་ནི་མ་གསུང་བ་བྱས་ཨ་ནི་ཁོ་རང་ཚོ་གི་ལེམས་སང་ཀུན་དབང་ཇུ་སྐད་བཏང་བྱས་ནས་ལེམས་སང་ཨ་ནི་ཀུན་དབང་ཇུ་ལས་བྱས་ནས་ཉི་འབུམ་ལ་མ་ཕྱི་ལོག་ལ་ནི་ཚོགས་ཁང་ནས་ཕྱི་ལོག་ལ་ཁྲིད་འགྲོ་སོ་ད་འདི་ན་པོ་ཚོ་མང་པོ་ཅིག་གི་བརྙན་ཐུང་ལ་མཐོང་ཡོད་རེད་ཨ་ངས་དེ་གཤམ་ལ་ཡིན་ན་པོ་ཚོ་ཁྱུག་ཞག་འོར་བ་དེ་སྲིད་ད།

དེ་ལ་ཁོ་རང་ཚོ་འོ་ནས་ཨ་ཕོ་བློ་ཅི་གོ་འདུག་ང་ལ་ཨོ་ཁེ་ཉི་འབུམ་དཔེ་དྲངས་ཏེ་ནོར་སོང་ལ་ནི་ང་ཚོ་ལ་ཤུ་གུ་ང་ལ་ཤུ་གུ་གོ་འདུག་ཨོ་ཁེ། བ་རྒན་ང་ཡིན་ནའི་རྙོག་དྲ་ཞུ་གུ་སོ་སྤྱི་ཚོགས་བརྡབ་གསིག་སོང་ཨེ་འདྲས་རྗེས་ནས་དོད་པ་མེད་དྲང་པོ་ལའོ། ངས་གཅིག་རེད་གཉིས་རེད་གསུམ་རེད་རང་ལ་སྐད་ཆ་མང་པོ་བཤད་འདུག་སུ་གང་ཅི་ཉན་དགོས་ཡ་མེད་སུ་གང་ཅི་ལ་འདི་བྱེད་དགོས་ཡ་མེད་ང་རང་ག་རེ་བྱེད་ཀྱི་ཡོད་པ་དེ་དྲང་བདེན་བྱེད་ལ་འདི་བྱེད་ནི་ཆ་བཞག་ནི་གཞི་བཞག་ནི་ལས་ཀ་བྱེད་ཀྱི་ཡོད་ད་རེད། དེ་རིང་ངས་སྐད་རྒྱག་ཡ་འདི་ང་ཚོ་གཅིག་པོ་མ་རེད་སྤྱི་འཐུས་ཚོགས་པ་འདི་གཅིག་པོ་མ་རེད་སྤྱི་འཐུས་ཚོགས་པ་གཞན་པ་དེ་རེད་ཁ་ཤི་གསར་བ་བཟོས་འགྲོ་བཟོས་འགྲོ་བྱེད་དགོས་རེད་ཁོ་ཚོ་ལ་ཡིན་ནའི་བསླབ་བྱ་ཞིག་ཡིན་བསམ་གྱི་འདུག་ང་ཚོ Management དང་ཨོ་རྒྱུ་ལས་གཉིས་དེ Different གོ་འདུག་རྒྱུ་ལས་རེད་རེད་ལོ་རྟག་པར་སླེབས་འདུག་ལོ་གཉིས་གཉིས་ལ་རྒྱུ་ལས་གཅིག་སླེབས་བ་དང་སོ་སོ་རྡོག་པ་གང་བྱུང་མ་བྱུང་སྒྲིག་འཛུགས་རྙིང་པ་རྙིང་པ་ཡོད་རྒྱུ་ཚང་མ་སྐྱེ་དགའ་བ་ཡང་སྒྲིག་འཛུགས་གསར་བ།

ད་ཐབས་སྐྱོ་བོར་བ། སྙིང་རྗེ་ཁོ་རང་གིས་དེ་ཕ་གའི་དཀའ་ལས་བརྒྱབ། ལས་ཀ་འདི་འདྲས་ཀྱི་ཞབས་ཕྱི་ཞུས་བཞག་ཡོད་རེད། ད་སོ་སོའི་གི་ལས་ཀ་བྱེད་ས་སོ་སོའི་གི་ཚོགས་ཁང་དེ་ནང་ལ་ཡ། ནམ་རྒྱུན་དུ་ཅིག་མི་ལ་སྙིང་རྗེ་ཁོ་རང་གིས་ཅིག། སྤུ་བོ་དེའི་དེ་བ་ལ་དཀའ་ངལ་འཕྲད་སྐྱོ་ད་དེའི་དེ་བ་ལ་ག་རིགས་ན་མཱེ་ནེཇ་ཁོ་རང་བྱེད་དེ་འོ་རེད་ད་ད་རིང་ཁོ་རང་ལ། སྐུ་དབང་འོང་རྒྱུ་སླད་ཕྱིན་ནས་ཁོ་རང་ལ་ད་ཚོགས་ཁང་ད་ག་རང་ནང་ན་མ་སྟོན་དགོས་རེད། ད་ག་ཚོད་ཧཱར་བྱེད་ཀྱི་རེད་སུ་ཡིན་ན་ཡིན་ཧཱར་བྱེད་ཀྱི་རེད་བ་ཀུན་སྤྱོད་སུ་མི་རེད་བ་ཡ། ད་ད་ཁོ་རང་མཉམ་དུ་དུས་རྒྱུན་དུ་ཕྱག་ལས་གནང་བསྡད་མཁན་ད་ཕ་གས་ལ་ཁོང་ཚོ Event ག་འདྲས་ཚོགས་བ་ཡིན་ན་བྱེད་ཀྱི་སྤུ་གུ་སྐྱེས་ག་ཡིན་ན་རེད་ཨ་ནི་ཆང་ས་ཡིན་ན་རེད་ད་ད་ནོར་བུ་ལ་ངས་སྤུ་གུ་ཞུ་དུ་བ་ནོར་བུ་ལ་ངས་སྤུ་གུ་ཞུ་ཁོ་རང་གིས་ད་ད་དེ་སྐབས་དུས་དུས་ཁོ་རང་ཡང་ཕ་གས་སླེ་བསྡད་དུ་བ་ནི་ལྷག་བསམ་གྱི་ཁོ་རང་ལ་ཡ་འདུག་སུ Interview འདྲ་བོ་བྱེད་དུས་ཙམ་པོ་ཁོ་རང་གིས་གསལ་བོ་གསུང་གི་དུ་བ། དངོས་གནས་ཉི་འབུམ་འདྲ་བོ་ཡིན་ན་ང་རང་ལས་ཀ་བྱེད་པའི་དུས་ཤོད་ལ་ག་དུས་ཡིན་ན་ཁོ་རང་ཕ་གས་ལ Present འདུག་ད་རུང་ཁོ་རང་གི་ཅི་གང་ལ་ཨེ། ཅི་གང་ལ་ཡ་ཁོ་རང་གི་སྙིང་རྗེ་ཁོ་རང་གི་འདི་ག་ལ་འོར་ད། སེམས་ཤུགས་ཡོད་དམ་མེད་ཁོ་རང་གི་ད་ཁོ་ཚོ་འབྲས་བུ་ར་བཞིན་བྱེད་དུས་རྩོམ་པ་ལ་ཁོ་ཚོའི་རྩིག་པ་ལ་ཡ་དེ་ཟེར་ག་འདི་ཡས་ད་ཅིག་ཡ་མ་བསྐོན་ཡ་ཡོད་རེད་ཡིན་ན་ཡ་ཉི་འབུམ་གི་ལ་གི་འདུག་ཁོ་རང་ལ་ཡ་ད་ཁྱོད་ར་གཟབ་གཟབ་བྱེད་མ་འདུག་དེ་ཨི་གུང་དེ་འདྲ་མ་བཟོས་མ་འདུག་དེ་ཅིག་མ་བྱེད་མ་འདུག་དེ་འདྲ་ལ་ནས་ཁ་བཏུགས་བཤད་གི་འདུག། དེ་ཚོའི་ཚིག་ཙམ་ཙམ་མ་དངོས་གནས་ཁོ་རང་ལ་སེམས་ཤུགས་འདུག་ལ་ནི་ཁོ་རང་ལག་གི་འདུག་བ། ད་དེ་ངའི་སྐད་ཆ་དེ། རྣམ་པ་ཚོ་ངེད་ཀྱི་ཞུ་དགོས་ཡོད་མ་རེད་ཕ་སྐད་ལས་ད་ལྟ་དེ་ཉི་འབུམ་ཁོ་རང་གི་དྲ་རྒྱ་ནང་ལ་ཡོད་རེད་དེ་མ་ཡིན་པའི་གི་ད་ལྟ་བརྙན་ཐུང་བཟོས་མཁན་མང་པོ་ཅིག་གི་ཁོང་ཚོ་གི་བརྙན་ཐུང་ནང་ལ་ལྟ་ད་བིད་རོ་ད་ག་རང་འདུག་བ། ད་འདིའི་སྐད་ཆ་དེ་ཉི་འབུམ་གྱིས། ཁོ་རང་གིས་ད་ལྟ་སྙེ་མ་ཁོ་རང་ལས་ཀ་ནས་དྭངས་ཤོས་སྤི་རྡུལ་ཙམ་པ་ལ་ཁོ་རང་གིས་བརྙན་ཐུང་བྱེད་སྲོལ་ཡོད་འདི་ན་ལ་ས་དྭངས་ཤོས་ཁོ་རང་ནས་ཤེས་ཚར་རེ་ཁོད་གིས། ངེད་ཀྱིས་ད་ལྟ་བར་དུ་ཚོགས་པ་དེ་ལ་དངོས་གནས་ཚོགས་ཁང་དེ་ལ་ངེད་ཀྱིས་གང་དྲག་དྲག་ང་རང་ངོས་ནས་སེམས་ཤུགས་ངོས་ནས་བྱེད་ཡོད། སི་ཁུ་རི་ད་སེ་ཚོ་ཡིན་ན་ཁོ་ཚོ་གཅིག་ང་རང་ཚོ་སྤུ་གུ་ལ་ཉེ་རྟགས་མ་ར་ཐབས་ཤེས་བྱེད་ཀྱི་ཡོད་དེ་ལྟེ་བ་ལ་གཅིག་སྤུ་གུ་ཆང་ར་བཏུང་ནས་བསྡད་བསྡད་ངན་ཡིན་ན་དངོས་གནས་གསུམ་ཨ་ཙི་སོ་སོ་མི་རེད་སོ་སོ་བོད་པའི་སྤུ་གུ་རེད་གང་དྲག་དྲག་བྱེད་ནང་ལ་སྐྱེས། ཨ་འདི་དེ་བ་སྤུ་གུ་ཚོ་གང་བཙགས་དེ་བ་གཅིག་མ་བཏང་ངས་ཡོད་ན་གཅིག་མ་མ་བཏང་ལ་ནས་ཁོ་ཚོ་ལ་ཅིག་དེ་འདྲས་བྱེད་ཀྱི་ཡོད། ད་ཁོ་རང་གི་ལག་འགྱོག་གི་སྐད་ཆ་དེ་ཏག་ཏག་འདྲ་བོ་ཅིག་ར་འཕྲོད་ཀྱི་འདུག་བ་མི་གསུམ་པ་ཅིག་གིས་ད་ལྟ་ནོར་བུ་ལགས་ངས་ཅིག་ཁོ་རང་གི་སྐད་ཆ་གསལ་བོ་བཤད་ཀྱི་འདུག་བ་ད་འདི་དྲང་བདེན་གྱི་སྐད་ཆ་ར་དྲང་པོ་ཡིན་པའི་སྐད་ཆ་རོ། མི་དྲང་པོ་མེད་ན་ཨན་སྐད་ཆ་དེ་དོན་གུ་མ་རོ་བ། སྐད་ཆ་དྲང་པོར་བ། བྱས་ཙང་ནོར་བུ་ཁོ་རང་གིས་གསུངས་སོ། དངོས་གནས་ཉིན་འབུམ་གིས་འདི་འདྲའི་བྱེད་ཀྱིར་དང་དེ་འདྲའི་བྱེད་ཀྱིར་དང་ལས་ཀ་བྱེད་དུས་ཡིན་ན་སྤྱི་དཔལ་གྱི་ལས་ཀ་དེ་ལ་དངོས་གནས་ཅིག་ཡག་མ་འཐུས་ཤོར་འགྲོ་ཡས་དང་ཡང་སྤྱི་དཔལ་གྱི་བཅའ་ལག་དེ་ཚོ་ཁོང་ཚོ་ཕ་གས་ཁོང་ཚོ་སྐད་འཕྲིན་བྱེད་ངན་ཁོང་ཚོ་རྩར་ལ་སླེབས་བ་ཡིན་ན་ཨོ་ཁྱོད་རྩར་བཅའ་ལག་དེ་འདྲའི་སླེབས་འདུག་ད་ང་ཚོ་ག་དེ་ཨེ་འདྲའི་ལབ་བྱས་ནས་ཁོ་རང་ཚོ་གིས། དངོས་གནས་སྤྱི་དཔལ་བཅའ་ལག་དེ་ལ་སོ་སོ་སྒེར་གྱི་བཅའ་ལག་འདྲ་བོ། གི་བདག་པོ་རྒྱག་ཡས་དང་བསམ་བློ་བཏང་ཡས་དང་དེ་འདྲས་ཀྱིས། ཁོ་རང་དགོངས་པ་བཞེས་གྱི་འདུག་ལ་ནས་གསལ་བོ་གསུངས་སོང་ནོར་བུ་ལགས་ཀྱིས། དེ་མ་ཡིན་པས་ནི་གཅིག་ད་ལྟ་ངས་འདི་ངེད་ལ་ལ་སོ། དེ་ར་བཟི་སྙིང་རྗེ་གཞོན་སྐྱེས་དེ་ཚོ་ར་བཟི་ཨ་ནི་ཕྱི་ལོག་ལ་ཡར་འགྲོ་མ་ཐུང་གི་དེ་འདྲས་ཡོད་ན་ནང་ལ་སྐྱེལ་གི་འདུག་སོ། གཉིས་འབུམ་གྱི། ད་དེ་ཚོ་དངོས་གནས། ད་དེ་ཚོ་དངོས་གནས་གཅིག་གི་སྤྱི་པའི་གི་བསམ་བློ་ཡོད་དེ་ངེད་ཀྱི་གང་ཟག་གཅིག་གི། ཨེ་སྐད་སྦྱར་བ་ད་དེ། གཞན་པ་མི་གསུམ་པ་དེ་གིས་ཁོ་རང་ཁོ་རང་ལ་ཟ་ང་ཉིན་འབུམ་ལ Personally ང་ངོ་ཤེས་ངེས་མེད། ཡིན་ན་ང་རང་ཚོ་ལས་ཀའི་ལས་ཀ་བརྒྱུད་ནས་ད་ཁོ་རང Event ཚོགས་ངེས་རེད་ཁོ་རང་ད་ལྟ་ཚོགས་ཁང་གི Management ཆགས་བསྡད་ཡོད་རེད་དེའི་བརྒྱུད་ནས་ཁོ་རང་ཚོ་བཀའ་མོལ་བྱུང་བྱས་ནས་འདུག་ངོ་ཤེས་པ་ཆགས་ལས་ཀ་མཉམ་དུ་བྱེད་དུས་བརྩམས་པ་ལ་ཨ་ནི་ཁོ་རང་གི་གཤིས་ཀ་དེ་གཞི་ནས་ཧ་གོ་སོང། ཁོ་རང་གསལ་བོ་གསུང་གི་འདུག་བ།

མི་གཞན་པ་གིས་ག་འདྲེས་བེད་སྤྱོད་བྱེད་ཀྱི་ཡོད་བ་དང་རྒྱུན་ལས་ཚོགས་ཀྱིས་ཨ་ནི་ཁོ་རང་གི་འདི་གི Systematic ག་འདྲེས་བཟོས་ཡོད་བ་དང། དེ་ཚོ་ཁོ་རང་གིས་དང་པོ་ནས་འགྲེལ་བཤད་རྒྱག་ཚར་སོ་ད་ད་ལན་དེ་ཡང་སྐྱོར་ཁོ་རང་རྒྱག་སོ་ད་ལན། ཉིས་སྟོང་ཉིས་བརྒྱ་དྲུག་པ་དུ་དྲུག་པོའི་དྲུག་མི་ལན་སྤྲད་ཚར་བ་གོ་རེད་ང་ཚོ་ལ་ག་འདྲེས་སྤྲད་ཐུག་རེད་པས། བོད་པ་ཚང་མ་ལོག་ཁ་བཟོས་ད་ང་ཚོ་ཤིང་སྡོང་དང་མ་བཟོས་ན་ཡལ་ག་ཚང་མ་གཏུབ་ཚར་འདུག་ད་ད་སྡོང་པོ་གཅིག་པོ་ལྷག་ཡོད་རེད་འདི་ཡི་རི་ཡལ་གསུམ་བཏང་གི་འདུག།

ཆ་གཅིག་འདུག་ལགས་བའི་རྒྱུ་མཚན་ག་རེ་ལ་ན་མི་སུ་ཡིན་ན་དེ་འདྲའི live ལྟ་ནས་གདོང་པ་ཀེམ་ར་ག་ལ་གདོང་པ་ལྟ་བྱེད་ནས་དེ་འདྲའི་རྫུན་མ་བཤད་ཐུག་གི་མ་རོ། དེ་འདྲའི་རྫུན་མ་བཤད་ནས་གར་བཅུག་གི་རེད། ཨ། རྣམ་པ་ཚོ་རྣམ་པ་ཚོ་ཁྱེད་རང་ཚོ་བསམ་བློ་བཏང་དང་ད་ཁོ་རང་ལ་རན་སམ་ཞི་བོ་ཅིག་རག་གི་ཡོད་ན་ཚོགས་པ་ལ blame བྱེད་ནས་ཁོ་ལ་རོ་གེ་སི་ཁོ་རང་གེ་སི་ཐོབ་པ་ཡིན་ན་ཁོ་ལ་ཚོགས་པ་ངོས་ནས་ཅིག་བོད་རིགས་སྤྱི་མཐུན་ཚོགས་པ་ངོས་ནས་ཅིག་རན་སམ amount ཞི་བོ་ཅིག་རག་གི་ཡོད་ན་ད་ཁོས་གི་དེའི་ཐོག་ལ་ཤུགས་རྒྱག་གི་འདུག་ལས་ཀྱི་ཁོ་ག་རེ་ཁོ་རང་གི་མངོན་འདོད་དེ་ག་རེད་བྱ། དཔེ simple རེད་དོ། ང་རང་དེ། སྐབས་བཅུ་དགུ་པའི་ཚོགས་པ་སྔོན་ནས་ང་རང་ལ་ཡ་དེ། བསྟན་འཛིན་ཉི་འབུམ་ལ་དཔེ་ཡས་དེ་ཁོ་རང་ཚོ་གི་ནུས་འཁྲུལ་བྱེད་བཞག་དེ་ང་རང་ཚོ་གི་ནུས་མཛོད་ཡིན་ལ་ནས་ཁོ་རང་གི་ལས་ཤོག་དེ་ག་ལ་ཁྱེད་རང་ཚོ་ཡི་གེ་ཞིག་འཕྲིན་སྤྲད་ཤོག་ན་དེ་ག་རང་ཁོ་འགྲིག་གསུང་གི་འདུག་ཨ། མི་སློབ་སྦྱོང་ཡོད་ཙང་ལ་གོ་བར་ང་ཨི་ཤུ་ཆེན་པོ་དེ་འདྲས་བཟོ་ཡས་ང་དགའ་བོ་མེད། ད་ལྟ་འདི་ག་ལ་བོད་ལ་ཡ་གནས་སྟངས་དེ་འདྲས་ཅིག་འགྲོ་བསྡད་ཡོད་རེད། ང་རང་ཡིན་ན་དེ་འདྲས་དེ་འདྲས་བྱི་བ་ཡིན་ན་དེ་ཏག་ཏག་བསྡད་གི་མི་འདུག། ད་འདི་མི་དམངས་ཚོ་བསམ་བློ་བཏང་ཡར་ད་ད་འདི་ང་རང་གི་བསམ་ཚུལ་དང་ངེད་ཀྱི་བསམ་ཚུལ། ངེད་ཀྱི Overall ཁོ་རང་གི་བརྙན་ཐུང་སྒྲོ་ནས་ད་ད་པོ་ཏོ་ཁོ་རང་བརྙན་ཐུང་བཟོས་སྐྱོར་ཚང་མ་ལ་ཕྱོགས་བསྡོམས་བྱས་ནས་མི་སོ་སོ་སོ་སོ་སྒེར་གྱི་ཡང་ཅིག་འདི་གང་ལ་ཡ་བསམ་ཚུལ་ཡོད་རུ་བ་ང་རང་གི་བསམ་ཚུལ་བྱས་ན་ནི་དངོས་གནས་ཁོ་རང་ལ་ད་ལན་འདི་ལ་དྲང་བདེན་ཏན་ཏན་འདུག་ལབ་ཡོད་ངེད་ཁོ་རང་ལ་ཉིན་འབུམ་ལ་སོང་ཙང་ད་ལན་ངས་བརྙན་ཐུང་དང་པོ་དེ་ལ་ཡ་ཁོ་རང་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་ད་ལྟ་ཡིན་ན་ང་ཁོ་རང་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་ལ་ནི་ཞུ་ཡ་ཡིན། ཨ་ནི། ད་ལན་ང་རང་གིས་ད་ཞུ་ཡོད་དམིགས་བསལ་དེ་ད་ག་རང་ཡིན། བོད་རིན་སྤྱི་མཐུན་ཚོགས་པ་གིས་ད་སྐབས་བཅུ་དགུ་པའི་གི། ད་ཚོགས་གཙོ་གཙོས་པའི་རྒྱུན་ལས་ཚང་མ་ལ་ད་འབུལ་སྐུལ་ད་ག་རང་ཡིན། ཨ་རྣམ་པོ་ཚོ། བཀའ་མོལ་ཅིག་གནང་ད་ཡ། བཀའ་མོལ་ཅིག་གནང་ན་གལ་མི་འདུག་གལ་སྲིད་བཀའ་མོལ་གནང་མ་ཐུབ་པ་ཡིན་ན་ད་ཁོ་རང་གིས last option དེ་བཞག་སོ། ང་ལི་ཡ་བ་ཀ། ཤུ་དགུ་ཅིག་ག་ལ་ཚོགས་པའི་གི་ལས་ཀྲར་ག་ལ་ཁོ་རང་ལས་བསྟན་འཛིན་ཉི་འབུམ་ལི་ཡ་འདུག། པེ་ཡེ་དི། འདུག་མ། ཐད་ཀར་འདུག། ལས་ཀ་ནི་མ་པི་ཡེ་དི་ང་ཚོ་ནོར་བཞག། ཨན་དི། དགོངས་དག་ལ་ནི་ལས་གྲོགས་ཀྱིས་སྤྲད་ཤོར་ན་གལ་མི་འདུག་བ་རྣམ་པ་ཚོ་ད་འདི་ལ་ག་རེ་གལ་སྲིད་ཁྱེད་རང་ཚོ་དྲང་པོ་ཡིན་ན། ད་འདི་སྤྲད་ཡས་ལ་ག་རེ་ཡོད་རེད་འདི་སྤམ་ཤོར་རེད་ད་གལ་མི་འདུག་བ། དངོས་གནས་བྱས་ན་འགྲོ་སྟངས་ཆེ་བ་ཡིན་ན། བདུན་དང་བདུན་རྐུབ་བཀྱག་ཐུག་བྱས་ནས་ཉི་འབུམ་ལགས་ཁྱེད་རང་གིས་འདི་འདྲ་འདི་འདྲ་ནོར་འདུག་ད་འདི་འདྲ་འདི་བྱེད་འདུག་ད་ཟེར་ནས་ཁོ་རང་ལ་ཡང་བཤད་ཡས་ཡོད་རེད་ཁྱེད་རང་ཚོ་ལ་བཤད་ཡས་ཡོད་རེད་སྐབས་དེ་དུས་ཨན་ད་ལན་ང་རང་ཚོ་མི་མ་ཡིན་ན་ཧ་ལམ་མི་མ་སུམ་སུམ་ཅུ་བཞི་བཅུ་ཅིག་སླེད་འདུག་བ་དེ་ཚོ་ཆ་ཚང་ཙར་ལ་ཁོ་སྐད་ཆ་གྲོས་བྱས་ན་འཇམ་པོའི་ངང་ནས་བཤད་བཞག་ན་གལ་མི་འདུག་ཨ་དེ་ལ། ད་རྣམ་པ་ཚོ་དེ་འདྲའི་བཤད་ཐུག་གོང་མ་ར་བཤད་མ་ཐུག་པ་ཡིན་ན་ད་ད་ལན། དངོས་གནས། ཕན་ཚུན་གཉིས་ཀ་ལ་བསམ་བློ་བཏང་བྱས་ན་ཁྱེད་རང་གིས་དེ་འདྲའི་ཅིག་བྱེད་ཐུག་པ་ཡིན་ན་ཨ་ནི་གནས་ཚུལ་ད་ག་རང་འཇམ་འགྲོ་གི་འདུག་ཨ། དེ་མ་བྱས་པ་ཡིན་ན་ཅིག་གིས་མི་སུ་ཡིན་ན་ཡང་འདུག། སོ་སོ་གི་སེམས་ཤུགས་ཡོད་ཀི་ཡོད་ཀི་ལ་ད་ད་རུང་ཨེ་འདྲས་ཅིག་མགོ་ལ་བདེ་ངན་བྱེད་ཀི་འདུག་ཧོབ་ཏ་མེད་ལ་འདུག། རྒྱུ་མཚན་དང་དོན་ཚན་ཆེད་མེད་བ་ལ་འདུག་སྤིས་བཤད་ན་སུ་ཡིན་ན་ཁོང་ཁྲོ་ཟ་གི་རུ་ཨ། ང་ཡིན་ན་ཁོང་ཁྲོ་ཟ་སར་དེ། དེ་ལ་ཏན་ཏན་ཨ་ལན་ད་ལན་གྱི་མགོ་སྒུར་བ། འདི་ག་ལ་ཕྱིའི་རྒྱལ་ཁབ་ལུང་པ་ལ་བསྡད་ཡོད་རེད། ཨེ་ཁོ་རང་ད་ལྟ། ལོ་ཆེན་པོ་དེ་འདྲ་ནི་གས་མ་རེད་ཕྱག་ལས་ཚད་ཁ་འགྲོ་བ་ཡིན་ན་ཕྱག་ལས་ད་ལྟ་ཁོ་རང། མ་ར་ཡ་དེ་འདྲས་ཡོད་མ་རེད། ཨཱ་ཅིག་སེམས་ཤུགས་ཀྱིས་ཁས་བྱས་ནས་སྤྱི་པ་ལས་བསམ་བློ་གྱི་སྟངས་བྱས་ནས་སྤྱི་མཐུན་ཚོགས་པ་ལ་ཡ། ཚོགས་ཁང་ལ་ཡ་ལྟ་རྟོག་བྱས་བྱས་ནས་ཞབས་རྗེས་ཅིག་ཞུ་དགོས་རོགས་ད་ཁོ་རང་གིས་དེ་ཅིག་ཞུ་དགོས་བསམས་སོ་རྣམ་པ་ཚོ་ལ། ཨཱ་ནི་མཐའ་དོན་ངེད་ཅིག་ལ་ངའི་གྲོགས་སུ་ད་ལྟ་དེ་ངེད་ཀྱི་ད་ལྟ་ཡང་སྤྱི་ཚོགས་ནང་ལ་གལ་ཆེན་པོ་མཐོང་གི་འདུག་བསམ་གི་འདུག་ད་ལྟ་ཁོ་རང་ཚོ། ད་ཕ་གའི་ལ་ཡ། ཚོགས་ཁང་ཕྱི་ལོགས་ལ་ཡ་ཁོ་རང་ཚོ་ད་ལྟ་མི་མང་ཁ་ཤས་ཀྱིས་ཁོ་རང་ལ་རྒྱབ་སྐྱོར་བྱེད་ཁར་སླེབས་བསྡད་ཤག་ཨཱ་ནི། མཐའ་འདོམས་དེ་ལ་ཁོང་ཚོ་ད་ཆ་ཚང་ཚགས་བྱས་ནས་ཕར་ལོག་ག་ལ་མོ་དེ་ལ་ད་ད་ཁ། ཁོ་རང་ཚོ་ད་ད། ད་འདི་གང་ཟག་དེའི་མིང་ངས་ཧ་གོ་མེད་གང་ད་འདི་སྐབས་ལ་ཡ། ནང་ལོག་མི་མང་ནས་མི་གཅིག་གིས་གསུངས་སོང། ད་ང་ཚོ་དེ། སླད་བྱས་ནས་ང་རང་ཚོ་ལ་ཡ་གོ་ར་མི་འདུག་ཨཱ། མི་ཁ་ཤས་ཀྱིས་སླད་ང་རང་ཚོ་ལ་ཡ་གོ་ར་མི་འདུག་སྐད་ཆ་བཤད་ཉན་གོ་ར་མི་འདུག། ད་གལ་ཆེ་ཤོས་དེ་ག་རེ་ལ་ན། ང་ཚོ་ཚོགས་པ། སྐྱིད་སྡུག་སུམ་ཅུ་སོ་ལྔ་ཡོད་རེད་ཚོགས་པ་སྐྱིད་སྡུག་གསུམ་སོ་ལྔ་བྱས་ཨེ་ཚོགས་པ་ཆེ་ཡ་ཁག་དེ་འདྲ་ཡང་ལྔ་ཡིན་ན་བཅུ་ཡིན་ན་བརྗོད་ས་རེད་དེ་ཚོ་ཚང་མ་མཉམ་དུ་སྐད་ཆ་བཤད་ནས་ཨེ་ནི་ཅིག་གྲུབ་འབྲས་ཀྱི་ཐོན་ན་མ་གཏོགས་གཞན་ཧ་ལམ་ཕལ་ཆེན་འདི་ཐོག་ལ་ཡ་ཅིག་གྲུབ་འབྲས་ཐོན་ཁག་པོ་རེད་ཞག་གསུང་གི་འདུག་འདི་དངོས་གནས་ངས་བརྒྱ་ཆ་བརྒྱ་རེད་བསམ་གི་འདུག།

ག་རེ་བཞིན་བྱས་ན་ང་ཚོའི་གི་སྤྱི་པའི་གི་ཚོགས་པ་དག་འདི་ཚོ་ལས་གལ་ཆེ་ང་ཚོ་གི་སྐྱིད་སྡུག་འདི་ཚོ་རྩིས་ཀྱི་འདུག་བ་ངས་སྐྱིད་སྡུག་གལ་ཆེན་པོ་མ་རེད་ལབ་ཀྱི་མེད་ད་སྐྱིད་སྡུག་དཔེ་གལ་ཆེན་པོ་རེད་སོ་སོ་ཕ་ཡུལ་སོ་སོའི་གི་ཅིག་ད་ལུང་པ་ཅིག་པ་སོ་སོའི་ཕ་ཡུལ་ཅིག་པ་ཨ་ནི་སོ་སོ་གི་ཅིག་གར་ལ་བོར་ད་ལུང་ཚན་ཅིག་པ་དཔེ་ཁྱད་ཆེན་པོ་རེད། སོ་སོ་མཉམ་དུ་བསྡད་ཁྱེད་རང་ཚོ་སྐྱིད་པོ་བཏང་འཛོམས་ག་རེ་ཡིན་ན་བྱེད། ཡིན་ན་ཡང་ད། སོ་སོ་གི་སྤྱི་ཕན་གི་ཅིག་ཡོར་བ་ཅག་ལགས་ཀྱི་དཔེ་ན་སྤྱི་སྤྱི་མཐུན་ཚོགས་པ་ཡིན་ན་རེད། སྤྱི་ཕན་གི་སྤྱི་གང་ཡིན་ན་རེད། ཨེ་ང་རང་ཚོ་སུའི་ས་གནས་བསྡད་པ་ཡིན་ན་ང་རང་ཚོ་ས་གནས་ས་གནས་ལ་ཚོགས་པ་རེ་རེ་ཡོད་རེད། ང་རང་ཚོ་ཚོགས་པ་དེ་ནང་ལོགས་ལ་ཡ་ཆོལ་ཁ་དེ་འདྲའི་དབྱེ་བ་ཡོད་མ་རེད་ད་ཆོལ་ཁ་ཚང་མ་གི་མི་གླི་གོ་རེད་མཉམ་དུ། མཉམ་དུ་སྐྱིད་པོ་བཏང་གོ་རེད་ང་རང་ཚོ་དུས་ཆེན་བཏང་བྱེད་གོ་རེད། ད་དེ་ཁྱད་ཆེན་པོ་རེད་བ། འདི་གལ་ཆེན་པོ་བརྩི་བཞིན་པའི་སྒང་ལ་ཡ་ནི་སོ་སོ་སྐྱིད་སྡུག་ཚོགས་པ་དེ་ཚོ་ལ་ཡི་མཉམ་ཞུ་བྱེད་བྱེད་ཐུབ་ན་འདི་ལ་ཡག་ག་ག་རེ་དགོས་རེད་ད། བྱས་ཙང་རྣམ་པ་ཚོ་ག་རེ་ཞུ་ཡ་ཡིན་ལ་ད་ལན་ངའི་མཐའ་བསྡོམས་དེ་ལ། ཨ་ནི། ད་ཕ་གའི་ནིའུ་ཡོག་དང་ནིའུ་ཇར་སི་བྱེད་མཁན་ཁྱེད་རང་ཚོ་མ་མངགས་མཁྱེན་གྱི་རེད་ཕ་གའི་གནས་སྟངས་དེ་ཚོར་བ་ཡིན་ན་ད་ཡུ་རོབ་དང་ཕྱི་རྒྱལ་ཁག་འགྲོ་སྟངས་ཕལ་ཆེན་ཧ་ལམ་ད་འདྲ་བོ་འདྲ་བོ་འདྲ་བོ་རེད་ཡིན་ན་ཏེས་ཏེས་ཕལ་ཁྱད་པར་མ་གཏོགས་ད་གལ་ཆེ་ཤོས་དེ་རྣམ་པ་ཚོ་ཁྱེད་རང་ཚོ་སྐྱིད་སྡུག་ཚོགས་པོ་ཚོགས་པ་དེ་གལ་ཆེ་པོ་བརྩི་གི་ཡོད་བ་ནང་བཞིན་ཨ་ནི་ང་རང་ཚོ་ས་གནས་ཀྱི་གཅིག་གི་སྤྱི་པའི་གི་སྤྱི་མཐུན་ཚོགས་པ་ཅིག་ཡོད་རེད་བ་དེ་ལ་ཡིན་ངེས་པར་དུ་རྣམ་པ་ཚོ་དོ་སྣང་གནང་རོགས་གནང་ལ་ནི་ཞུ་ཡ་ཡིན་འདི་ཡ་དཔེ་གལ་ཆེན་པོ་ཆགས་དེ་ཡོད་རེད་ལ་ནི་ཞུ་ཡ་ཡིན་ག་ཅིག་ལ་ན། ཚོགས་པ་གཅིག་ནང་ལོགས་ལ་ཡ། ཆོས་རྒྱལ་གསུམ་ཆ་གི་མི་ཡོད་རེད་དབུས་གཙང། མདོ་སྟོད་སྟོད་སྨད་ཆ་ཚང་ཡོད་རེད་ད། སོང་ཙང་ད་ལན་དེ་ནི་ང་རང་ཚོ། གལ་ཆེ་ཤོས་དེ་ནི་ང་རང་ཚོ་ཚོགས་པ་འདི་གི་ད་ལྕགས་ལག་ཡིན་ན་རེད་ཚོགས་པ་འདི་གི་ཁོ་རང་ཅིག་གི་ད་རྒྱུན་ལས་ཡིན་ན་རེད་ཚོགས་གཙོ་ཡིན་ན་རེད་ཚང་མ་ཅིག་གི་གལ་ཆེན་པོ་ཆགས་བསྡད་ཡོད་རེད་བསྟན་འཛིན་ཉི་འབུམ་ཁོ་རང་གི་ད་ཐད་གཏོང་ཚར་གཉིས་པ་འགྲོ་རེད་ཨ་འདས་ལ་ཡི་དམིགས་བསལ་གི་ད་གྲུབ་འབྲས་ད་དེ་འདྲས་གལ་བྱུང་མ་སོང་རུ་བ་ཏས་བློ་ཕམ་པོ་བྱུང་སོང་ཡིན་ན་ཡང་ད་ང་རང་གི་རེ་བ་ད་སྨོན་འདུན་གར་བྱེད་དགོས་ལ་བ་ཡིན་ན་ད་གང་མགྱོགས་མགྱོགས་ཀྱི་ད་ལན་ནུས་ཡོད་དང་ནུས་སྦྱར་སི་ཨན་ནི། བོད་རིགས་མི་དམངས་སྐབས་བཅུ་དགུ་པའི་སྔོན་ནས་ཁོ་རང་ལ་ཡ་གཅིག་ད། ཁྱེད་རང་ཚོ་གི་ད་ཚོགས་པའི་གི་ལས་ཤོག་ག་ལ་ཡ་ཁོ་རང་ལ་ཡ་གཅིག་ད། ཉི་འབུམ་ཁྱེད་རང་ལ་ཡ་ད། པི་ཐང་དེ་ནི་ང་རང་ཚོ་གི་ནོར་ཤ་སི་ཨན་ནི། པི་ཐང་དེ་པི་ལུ་དེ་ནི་ང་ཚོ་གི་ནོར་ཤ་སི་ཨན་དེ་ལ། ང་ཚོ Apologize Letter ཅིག་འགོ་ཡོད་ལ་སོགས་ཁོ་རང་གི་རྣམ་པ་ཚོ་འདི་ཕུལ་ཐུབ་ན་དཔེ་ཡག་པོ་འདུག་བསམ་དགོས་འདུག་གར་ཅན་ཟེར་ན། དེ་འདི་ལ་ནི་ཅིག་ང་རང་ཚོ་ནང་འགུག་ཅིག་འཆམ་མཐུན་བྱེད་ནས་མ་འོངས་པ་ཕ་གཡས་ལ་ཁྱེད་རང་ཚོ་འདས་འདས་གོ་རེ་ཅིག་ཅིག་གདོང་པ་སྟོན་གོ་རུ་བ་ཨ་འདི་བྱེད་ནས་ནང་ཁག་གི་དམའ་དེ་ནང་ལ་གོ་གསོས་བཤད་ན་འདི་ལ་སྐྱིད་པ་ག་རུ་གོ་རེ་ད། སོང་ཙང་ནང་པ་ཚོ་འདི་ཐོག་ལ་ནི་ངེས་པར་དུ་དོ་སྣང་གནང་རོགས་གནང་ལ་ནི་ཞུ་ཡས་ཡིན། ད་མང་པོ་མང་པོ་ཞུ་མོ་གོ་བ་བྱས། ཨ་ནི་ད་ག་རང་ཡིན་ད་དོན་ང་རང་གི་བརྙན་ཐུང་འདི་ད་ག་ར་འཚམ་བཞག་ཡས་དུ་བྱས་ན།